ད་དུད་འགྲོ་བཤེས་གཉེན་ཅན་གཅིག་གི་གང་ཟག་ཅིག་ལ་དེ་རིང་ལང་གྲོ་རྒྱུ་ནས་ཁོ་ཚེ་འཕོས་མ་ཐག་ཏུ་འཕོ་འདས་བླ་མ་རང་འགྲིག་ཐ་སོང་ཅི་རིགས་དུ་འཕྲད་ནས་བླ་མ་ཐུགས་རྗེ་ཅན་གྱི་འཕོ་བ་རྟབ་རྟབ་པ་བཞིན་དུ་ཐེབས་ནས། དུད་འགྲོ་བཤེས་པ་དེ་གི་སྒོ་བཀག་ནས་འཇིག་རྟེན་མི་ཡི་དུ་ཡ་ཤེས་གསུངས་པ་མི་ལུས་བླངས་གསུངས་རྒྱུ་འདྲ་བོ། ད་མི་རྣམས་ཐང་ཆད་བཤེས་བར་འཕོ་གསོལ་བ་ཡིན་ན་མི་ཡི་ཐུབ་པ་ཤ་ཆ་ཐུབ་བུ་གིས་ད་འཁོར་དུ་བཤེས་བར་ཡར་འཕོ་བཞག་རུ་བ་འོ་དེ་གྲོགས་དན་བཤད་ནས་ཁོ་གི་གྲོགས་བྱས་ནས་འཕོ་ཡོང་རྒྱུ་དེ་རེད་དེ་ལ།

སྟོང་སོང་ཁྲི་མ་འབུངས་ཀྱི་ཆ་ཡང་མི་ཕོད་ཟེར་རྒྱུ་མཁྱེན་དེར་བ་ཡ། དེ་དོན་གྲུབ་ཀྱི་མདོ་སྔགས་དེ་འཆད་གི་ཡོད་རེད་བྱ་འཇུག་གཏོང་འཇུག་གི་ཚུལ་འཇུག་འབུལ་འཇུག་གི་འོ་ད་དེ་འདྲའི་ཆེ་བ་དེ་ལ་ཡང་དེ་ཆུང་ངུ་བྱས་ནས་མིའི་ལུས་སྟེང་མི་སྡུག་ཤོས་ཀྱི་སྤྲང་རྒན་ཁ་གསག་རྒྱུ་རྒྱ་བསྐལ་འཇུག་གི་མི་འདང་པ་ལ་སོགས་པ་དེ་འདྲའི་གི་མི་མདོ་སྔགས་ཅན་གྱི་ལ་དེ་ལུས་ཚུལ་ཤེས་དགོས་པ་ནི་དུད་འགྲོ་ལྟ་བུའི་གི་དུད་འགྲོའི་མདོ་སྔགས་འདྲ་པོ་མྱོང་མི་དགོས་པ་རྒྱ་ཤོད་རྒྱ་རུ་བ་ཡ་སློང་མོ་བཀོལ་སྤྱོད་གི་མདོ་སྔགས་དགོས་མ་རེད་དེ་འདྲ་པོ་བྱིན་གྱི་ཡ་མཁོ་བོ་རོལ་རྒྱུ་དེ་ལ་སྤྲུལ་སྐུ་འཕོ་བ་བཞི་པ་རེད་མི་ཡུལ་དུ་འཕོ་དགོས་པ་སུམ་བརྒྱ་ཤ་སྐྱ་དུད་པའི་འཁོར་དུ་འཕོས་དགོས་ཀྱི་དེ་རེད། ཡང་རང་གི་ས་པན་གཏད་པའི་དགེ་མཐོ་ལ་བརྟེན་ནས་འབྲས་བུ་ཤེས་དགོས་པ་ཅིག་ཡིན་ན་ལས་ཀྱི་རྗེས་སུ་འབྲང་དགོས་པ་ནི་མི་ཡུལ་ཤེས་བྱ་ཤ་སྐྱེན་གཅིག། ཡང་བླ་མ་འཕོ་འདས་བླ་མ་རང་འགྲིག་ཐབས་སོང་ཅི་རིགས་དུ་འཕྲད་ནས་བླ་མའི་འཕོ་བ་རྟབ་རྟབ་པ་བཞིན་དུ་ཐེབས་དེ་ལ་ཐེབས་པ་ལ་བརྟེན་ནས་མི་ལ་ཚེ་དཀར་མཚོའི་བུ་དགའ་བོ་ཚེ་འདས་དེ་ཡག་གི་གི་དེ་ལྷ་མ་ཡིན་གྱི་བཤད་འདུར་ཡ་དེ་ལྷ་མ་ཡིན་པོ་དེ་དག་ཐམས་ཅད་ད་ཐག་བཟང་རེད་ཟེར་བ

དེ་ཡིན་ན་ཡང་ད་ལུས་རྟེན་དེ་མཚོག་གི་སྡེ་པའི་བཀའ་སྲོལ་ལྷག་མ་ཡིན་ད་ཚོད་སྡུག་བསྔལ་ག་ཚོད་ཆད་ན་ཡང་མི་སྡུག་བསྔལ་འདྲ་བོ་ཡོད་ནི་མ་རེད་དེ་མེད་པ་ཡིན་དུས་ད་ཡག་གི་རེད་ཡ་འདྲེན་པ་ཟེར་རྒྱུ་ཆེན་འོ་ད་དེ་རེད་ད་དེ། དེ་ནས་ཡ། ཐུགས་རྗེ་སྤྲུལ་སྐུ་གི་འཕོ་བ་ལྔ་པ་དེ་རེད། ད་དྲུག་པ་དེ་ག་རེད་ཟེར་ན་རང་གི་ལས་ཀྱི་རྗེས་སུ་འབྲངས་ནས་བཤད་བ་ཅིག་ལེན་དགོས་ཀྱི་ཡོད་ན། ད་ལྷག་མ་ཡིན་དུས་བཤད་ཁྱག་ཁྱག་ཅན་གྱི་ཡིན་གྱི་ཡོད་ན་ཡང་ད་དེ་རེད། ལང་གྲོ་རྒྱུད་རྒྱུད་བཅས་ལ་ཚད་ལས་འདས་མ་ཐག་ཏུ་ཚད་འདས་དེ་ལ་དེ་འཕོ་འདས་བླ་མ་རང་འདྲའི་ལྟ་སྲུང་ཅི་རིགས་དང་བྲལ་ནས་དེ་གིས་འཕོ་བ་རྟག་རྟག་པ་བཞིན་དུ་ཐེབ་ཡང་ན་ཞི་ཁྲོ་གནས་འདྲེན་ལ་སོགས་པ་ཅི་རིགས་ཞལ་ཞལ་པ་བཞིན་དུ་གནས་ནས་འདྲེན་འགྲོ་དུས་དེ་ཡག་གི་གར་སེ་གོ་རེ་ལྷ་ཡི་ཞིང་ཁམས་ལ་ཡག་འདྲེན་འགྲོ་རྒྱུ་བྱིན། ལྷ་མ་ཡིན་ལ་ཤེས་བ་ལེན་མི་དགོས་པར་ལྷ་ཡི་ཡུལ་དུ་ཤེས་འགྲོ་རྒྱུ་བྱིན་ད་དེ་གོ་གཟུགས་ཁོག་གནས་རིགས་སྟོང་པ་བཅུ་བདུན་ལ་སོགས་པ་དང་གཟུགས་མེད་ཁམས་ཀྱི་ལྷ་ཤེས་གི་ཡོད་ན་ར་གཟུགས་ཁོག་གནས་རིགས་སྟོང་པ་བཅུ་བདུན་ག་ནས་ཤེས་ན་འདོད་ལྷ་རིགས་དྲུག་གང་རུང་ཤེས་སོང་བ་ཡིན་ན་མདོར་ན་ལྷ་ཡི་ལུས་རྟེན་ཤེས་སོང་བ་ཡིན་ན

དཀྲུག་གི་འཕོ་བ་འདི་ལ་སྣ་འདྲོག་རྣམ་པ་དྲུག་ཡོད་རེད་དེ་དེ་དྲུག་གི་ནང་ནས་ཡག་ཤོས་ནི་བཟང་ཤོས་དང་མི་གཡོག་གི་གཙོ་བོ་འདྲ་པོ་དེ་གཡོག་གི་ཡག་ཤོས་འདྲ་པོ་དེ་ག་རེ་རེད་ཟེར་ན། ད་ཡང་ལྷ་ཡིན་ནོ་བྱ་རྒྱུ་དེ་འདྲ་ཞིག་བྱ་ན་ནོར་འགྲོ་གི་ཡོད་རེད་དགོས་པས་ན། ཆོས་ལུགས་ཀྱི་ནང་ནས་ཧིན་དུ་གི་ཆོས་ལུགས་ཡིན་ན་འདྲ་དུ་ཁ་ཤས་ཀྱི་ཆོས་ལུགས་ཡིན་ཀྱང་འདྲ་རྒྱུ་འདི་ཡེ་ཤུ་པ་ཅིག་ཡིན་ན་རེད་དེ་སོགས་ཐམས་ཅད་ཀྱི་ད་བསོད་ནམས་སོགས་ཚད་ཐམས་ཅད་ཚང་མ་ཐམས་ཅད་དེ་ཡང། ཐར་པ་བྱ་འདུང་གི་བསོད་ནམས་ཁོ་ཚོར་ཡོད་ནི་མ་རེད། བསོད་ནམས་བྱ་འདུང་གི་སྒལ་རྩ་རུ་སྲོག་ཚད་ཅི་བཤད་ཚད་དང་ཁྱེད་ཚོའམ་ལྷ་ཡི་ལུས་སྟེང་བཤད་བའི་ཆེད་དུ་ཡིན་ཟེར་གྱི་ཡོད་རེད་བ། ལྷ་ལ་རེ་བ་རྒྱག་གི་རེ་བ་རྒྱག་པ་ནང་གི་ལྷ་ལ་བཤད་ཐུབ་གི་རེད་ཁོང་ཚོ། བཤད་པའི་ཐབས་ཤེས་ཁོང་ཚོར་ཡོད་རེད་ཐབས་དང་ཐུགས་རྗེ་དེ་ཡོད་རེད། དེ་ནོམ་པ་སངས་རྒྱས་པ་དང་ཤཱཀྱ་ཐུབ་པོ་དེ་འཁོར་ལོ་མ་ཀྱི་གདུལ་བྱ་ཡེ་ནས་བཟུང་དེ་ལྷ་ལ་བཤད་རྩ་ནས་མི་རུང་ཟེར། དེ་མི་རུང་བའི་རྒྱུ་མཚན་ག་རེ་ཟེར་ན་ཁོ་མི་ཤངས་པའི་གནས་རེད་ཟེར་ནས།

ཁོ་ཚོའི་ཚེ་སྟོད་བསོད་ནམས་འདྲ་པོ་དེ་ལས་ཀྱི་ཨོང་ཐང་སྤྲང་མོ་ཅིག་མེད་ན་ལྷ་ཡི་ལུས་དེ་ཤེས་ལེན་ཐུབ་གི་མ་རེད་ཤེས་བ་དེ་ལེན་ཚར་ནས་བཟང་དེ་སྔས་སྲོག་གི་དགེ་བའི་བསོད་ནམས་དེ་ཅོ་ཅོང་ལ་བརྟེན་ནས་ཁ་ཟ་ཡ་རྒྱ་བཀན་ཡ་དེ་ནས་ཤི་བོ་བདེ་སྐྱིད་ཀྱོང་ཀྱོང་གི་སྐལ་པ་མང་པོ་འཚོ་ཐུབ་གི་ཡོད་རེད་བ་ད་འགྲོ་བ་རེ་དྲུག་ཡོད་རེད་དེའི་ནང་ནས་ཚེ་གཡུང་རིང་ཤོས་འདྲ་པོ་དེ་དམྱལ་བ་རེད

ད་ཡག་ཤོས་སྐར་ཆེན་འགྲོ་བ་རེ་དྲུག་གི་ནང་ནས་ལུས་སྟེང་ཡག་ཤོས་འདྲ་བོ་དེ་དལ་འབྱོར་བཅོ་བརྒྱད་ཚོང་པའི་མི་ལུས་རིན་པོ་ཆེ་འདི་ཡིན། ད་དེ་ནི་རྒྱལ་སྲས་ཆེན་པོའི་བྱེ་བ་ལྷ་དགེ། ད་ལྷ་ལས་ལྷག་པའི་ལུས་སྟོད་ནི་དེ་ཡང་སངས་རྒྱས་མྱུར་བོར་ལྷ་ལ་བརྟེན་པའི་གི་ལུས་སྟེང་ལས་ཀྱང་ལྷག་པ་ཅན་གྱི་དལ་འབྱོར་བཅོ་བརྒྱད་ཚོང་པའི་མི་ལུས་རིན་པོ་ཆེ་འདི་ཡིན། དལ་འབྱོར་བཅོ་བརྒྱད་ཚོང་པའི་མི་ལུས་རིན་པོ་ཆེ་འདི་ན་ཐང་ཆེ་ལས་ན་ཐར་པའི་གྲུ་གཟིངས་ཡང་ལུས་འདི་ཡིན་ངེས་ན་འཁོར་བའི་སྟེང་རྡོ་ཡང་ལུས་འདི་ཡིན་ཟེར་རྒྱུ་འདྲ་བོ་དང།

དེ་ལྟ་བུ་རེད། ད་དེ་ལྟ་བུ་མ་ཡིན་པ་གི་རྣམ་གྲངས་བཅོ་བརྒྱད་མཚུངས་པའི་དལ་འབྱོར་བཅོ་བརྒྱད་མཚུངས་པའི་མི་ལུས་ཟེར་རྒྱུ་ཅན་དེ་ནི་ཧ་ཅང་གི་ད་ད་ཡིད་བཞིན་གྱི་ནོར་བུ་འབངས་ལས་ཀྱང་ལྷག་དགའ་བོའི་གི་གོ་སྐབས་ལུགས་སྟེང་འོ་ད་དེ་གི་ལུགས་སྟེང་དེ་དལ་འབྱོར་བཅོ་བརྒྱད་མཚུངས་མི་ལུས་འདི་རེད་གོ། འདི་འདྲ་སྤྱི་སྒེར་གྱི་ཁང་ད་བོ་ཐུག་དགོས་གི་དེ་བོ་བ་ཞེས་པའི་རྒྱུ་མཚན་གྱིས་ངན་སོང་གཞུང་བའི་རྒྱུད་ལ་སོགས་པ་དེ་སོགས་དོན་གྱི་སྲོག་འདི་གོ་ན་ད་གནས་འདྲེན་བྱེད་ན་གནས་ནས་འདྲེན་དགོས་ས་དེ་ག་ནས་འདྲེན་དགོས་གི་རེད་ཟེར་དུས་གང་ད། འཁོར་བ་དང་མྱ་ངན་ལས་འདས་པའི་འཕྲུལ་ལས་མཛོད་ཅེས་ཡིན་ཟེར་གྱི་ཡོད་རེད། འཁོར་བ་དང་ངན་སོང་ལས་འདས་པའི་འཕྲུལ་ལས་མཛོད་ཅེས་ཡིན་ཟེར་གྱི་ཡོད་རེད། ད་ར་དུ་ཞོག་ན་འཁོར་སོང་རེ་གྲུ་ཁོག་ཐང་ཆད་ལས་འགྲེང་ནས་ཡར་རེ་ཤེལ་ཐག་ནས་ཐག་པར་ཐོགས་པ་ཅན་གྱི་ཐག་པའི་གནས་སོ་ལ་ད་འགྲེང་དུ་དགོས་གི་ཡོད་རེད་ཨེ་རེད་རབ་ཅེས་དེ་རེད་ནས་འགྲེང་དགོས་པ་དང་ཕུ་བ་རེད་ན་དེ་རེད། དེ་མ་ཐེག་སོང་ན་ཡང།

འོ་དེ་ཚེ་འདས་ཁོ་རང་ལ་ཡང་ད་བསོད་ནམས་འདྲ་བོ་དེ་ཅི་ཡོད་བསྡད་པ་སྨན་བླ་འདྲ་བོ་དེ་ཅི་སྟབས་བསྡད་པའི་གི་ཚེ་བསྡད་པའི་གི་འགྲོ་འདྲ་དེ་འདྲའི་ཡོད་ན་དེ་འདྲའི་གི་ལས་ཅན་དུ་ཐལ་འགྲོ་གི་ཁྱད་པར་དུ་ཡང་འཕོ་འདེབས་བླ་མ་དད་དུ་དཔའ་རོ་ལ་དྭངས་མེད་པ་དང་དྭངས་ཚིག་གི་ཉམས་བསལ་བ་དང་ལོག་ལྟ་ཅན་གྱི་གང་ཟག་འདྲ་དེ་འདྲའི་མིན་པ་ཅན་གྱི་ཡོད་ན་ད་དེ་ལ་འཕོ་བ་བཏབ་པའི་སྟོབས་ཀྱི་སྒོ་ནས་དེ་ཕ་མ་ཆོས་ལྡན་གྱི་ལུས་རྟེན་ཟེར་དུས་གང་ལ་ཕ་ཆོས་པདྨ་ཆོས་པདྨ། འོ་ད་དེར་ཤེས་ཚར་ནས་བཟུང་ལས་ཡུལ་ཁང་དེ་ལ་ཆོས་ནང་ཐམས་ཅད་ཡོངས་སུ་རྫོགས་པ་ཚང་མ་འཁོར་ཡུག་ཆོས་ཀྱི་འཁོར་ཡུག་ཡོད་པ། དྭངས་པའི་ཆོས་འཁོར་རོང་ཡོད་པ། རྒྱུགས་དྭངས་པའི་ཆོས་ཡོད་ས། རྐྱེན་དགེ་བའི་བཤེས་གཉེན་ཡོད་ས། འཕྲད་རྒྱུ་དྭངས་པའི་ཆོས་དང་འཕྲད་ཆོག་ཆོག། ཤེས་མ་ཐག་ནས་བྱུང་སྟེ་རྒྱུ་དྭངས་པའི་ཆོས་དང་འཕྲད་ཆོག་ཆོག། ཤེས་མ་ཐག་ནས་བཟུང་སྟེ་རྐྱེན་དགེ་བའི་བཤེས་གཉེན་ཚད་དང་ལྡན་པ་ཟིན་ཆོག་ཆོག་འཕྲད་ཆོག་ཆོག། འོ་ད་དེ་འདྲ་ཅིག་ལ་སྡང་འགྲོ་རྒྱུ་ཅན་དེ་དེ་ལ་དེ་འདྲ་ཅིག་གི་ཚད་ལུས་རྟེན་ལས་ཨེ་ཐུག་བལྟ་རྒྱུ། འོ་ད་ལྟའི་ང་རང་ཚོ་བལྟ་དགོས་རྒྱུ་མཐོང་དུ་གྱུར་པ་དེ་རེད། ད་དེ་རྣམས་ཐམས་ཅད་ཤེས་ཡོན་དུ་བབས་པས་ན་ཚེ་འདས་བསོད་ནམས་ཅན། འཕོ་འདས་བླ་མ་ལ་སངས་རྒྱས་དངོས་ཀྱི་འདུ་ཤེས་དང་ཡིད་ཆེས་ཡོད་བསྡད་པ་ཅན་གྱི་ཞི་བདེ་ཅན་གྱི་གང་ཟག་ཅིག་ཡིན་ན་ཡང་འཕོ་འདས་བླ་མ་ལ་ཡིད་པ་ཡིད་ཆེས་ཏེ་སངས་རྒྱས་དངོས་དང་ས་བཅུ་འཕགས་བོད་ཀྱི་རྟོགས་པ་ལྟ་བུའི་ཡུལ་སྣང་བྱ་རྒྱུ་ཅན་གྱི་ཡིད་ཆེས་ཡོད་པ་ཅན་བསོད་ནམས་ཅན་དེ་བཞིན། འཕོ་འདས་བླ་མ་ལ་ཡང་སངས་རྒྱས་དངོས་ཀྱི་རྟོགས་པ་དང་ཡང་ན་ས་བཅུ་རྟོགས་པ་གང་རུང་གི་ནུས་པ་ཡོད་པ་ཅིག་ཞིག། དེ་འདྲའི་འཕོ་བ་བཏབ་པའི་སྟོད་ཀྱི་མགོ་ནས། ད་གར་སེ་གོ་རེད་འཕོ་བ་ཐལ་ལུས་དེ་ལ། རབ། ས་སྐྱ་ཐུབ་པས་གསུངས་པ་ནོར་གྱི་བྱིན་གྱིས། སྐད་ཅིག་གཅིག་གིས་བྱེད་རོགས་ཞེས་སྐད་ཅིག་གཅིག་གིས་རྫོགས་སངས་རྒྱས་ནས། རྫོགས་པའི་སངས་རྒྱས་བཟོ་འགྲོ་མཁན་དེ་འདྲ་ཡོད་རེད་དེ་འདྲའི་རེད་བཟོ་ན་འཕོ་བ་ཐལ་པ་དེ་ལ་བསྟེན་ན་ར་ཆོས་ཀྱི་འཕོ་བ་ཐལ་གསུངས་རྒྱུ་ཅི་འོ་དེ་རེད། དེ་འདྲས་མ་བཟུང་ན་ཡང་ཡང་ན། ད་འདི་གི་ཚེ་འདས་དང་བླ་མ་ཉེ་འཁོར་གྱི་རྒྱུ་ཆེན་པོ་སོགས་ཚོགས་པ་ལ་བརྟེན་ནས་འཕོ་བ་ལྟ་བ་དེ་ལ་བརྟེན་ནས་སྐད་ཅིག་གཅིག་གིས་ཞེས་རང་བཞིན་སྐད་ཅིག་གཅིག་གིས་ས་བཅུ་རྟོགས་པ་ཅི་རིགས་ཐོག་ནས་དེ་ལོངས་སྤྱོད་རྫོགས་སྐུ་གི་འཁོར་ལོ་བཤད་འགྲོ་རྒྱུ་ཆེན་དེ་འདྲས། ཡང་ན་ས་བཅུ་རྟོགས་པ་ལ་འཕོ་མ་ཐུབ་ན་ཡང། བདེ་བ་ཅན་ལ་ཡང་བདག་ནི་བདེ་བ་ཅན་ལ་དེ་ནི་མདའ་འཕོངས་བ་བཞིན་དུ་དེ་ནི་ཤེས་པ་ལྷའི་ཐུགས་རྒྱུད་འདྲ་བོ་དང་མེ་ཏོག་པད་མའི་སྙིང་པོ་ལ་རྫུས་ཏེ་ཤེས་པ་བདེ་བ་ཅན་ལ་ལྷའི་ཐུགས་རྒྱུད་འདྲ་བོ་དེ་འདྲ་ཤེས་གསུངས་པ་ཡིན་ན་ད་འཕོ་འདེ་ཨང་དང་པོ་དང་གཉིས་པ་དང་གསུམ་པ་འདྲ་བོའོ་ད་དེ་རེད། དེ་འདྲའི་རྗེས་བྱང་མ་ཐུག་ན་ཡང་ད་ཅི་ཚེ་འདས་ཁོ་རང་གི་བསོད་ནམས་ཡིན་ན་རེད་ལས་དབང་ཡིན་ན་རེད།

ལྷག་ལས་ལྷག་པའི་གི་ལུགས་བསྟན་མི་ལུས་རིན་པོ་ཆེ་རྟ་མཆོག་བཅོ་བརྒྱད་མཚུངས་བསྡེབས་པ་དེ་འདྲ་བསྐྱེད་ལ་དེ་ནས་བསྐྱེད་བ་གླེང། ཡོ་གའང་དེ་སོགས་དང་བྱས་ལ་ད་དེ་སོགས་དང་བྱས་ལས་དཀའ་མོ་དུ་རེད་འདུག་དུ་འདུག་མི་འདུག་ད་ཕར་སྟོན་དུ་ཧ་གོ་དགོས་ར་ང་རང་སོ་ལྷོ་རྒྱ་མཚམས་བུ་ལས་འདིའི་ནང་ལོ་ད་ལྟར་དེ་མཁས་པ་དང་བྱས་ང་མཁས་ཁོ་མཁས་སེམས་དང་ཉམས་མེད་གི་ལུགས་བསྟན་སྐྱིད་པོ་སྐྱིད་ལ་སོགས་རྣམས་གཏོང་དགོས་པ་ཡིན་ན་མི་གཏོང་ཤུགས་བདུན་ཅུ་དང་བརྒྱ་ཤུགས་པ་རུ་ཡོད་རེད་ཟེར་སྐད་ཅིག་བཤད་གི་འདུག་ཨོ་རེད།

སྐད་ཡིག་རྩ་ནས་བྱུང་མ་མྱོང་པ་རུ་བ། ད་ལྟ་ད་ལྷག་འདས་ཡོད་པ་སྐྱིད་པོ་ཡོད་པ་དེ་བྱུང་མྱོང་རྒྱུ་དང་ཡོད་ཀྱི་བར་རྣམ་པ་དེ་ད་བོད་ཀྱི་སྐད་ཡིག་སྐྱིད་པོ་དེ་ཐུག་བསྡད་ཡོད་རུ་བ། ཆོས་རྒྱ་མེ་བའི་ནང་སོང་ལ་སོགས་པ་ཁོང་རྣམ་པ་རྣམས་ཐུགས་ཀྱི་བཀའ་དྲིན་ལ་བརྟེན་ནས་ཁེ་ལྷོ་ཆོས་གསུམ་གྱི་ཐུགས་ཀྱི་བཀའ་དྲིན་གཙོ་བོ་ལ་བརྟེན་ནས་ད་ལྟ་དྲངས་མ་མྱོང་པ་རྒྱ་གར་སང་ཁྲི་ད་ལྷ་ཡི་སྐད་ཀྱི་ཐུགས་དུ་སྣང་ལ། ད་མ་གིའི་ཉེ་དུས་ཀྱི་སྡེ་སྣོད་ནས་བཟུང་དེ་ལ་གསང་སྔགས་རྫོགས་པ་ཆེན་པོ་ལ་ཐུག་གི་བར་གྱི་ཆོས་ཐམས་ཅད་ཡོངས་སུ་རྫོགས་པ་ཆ་ཚང་ལ། ཚང་ལ་མ་ནོར་བཞག་འཇོག། གྲ་མ་ཉོག་བཀྲུ་མ་བགྱིས་པ་དེ་བོད་ཀྱི་སྐད་ཡིག་ཉན་གྱི་ཐུགས་དང་ན་ཡོད་ར། དེ་ཉམས་མ་ཉོན་པ་དེ་ད་འཛིན་རང་གི་དན་རང་དན་དུ་འཛིན་ཤིང་སྤེལ་སོང་གཞན་དན་དུ་འཆད་རྩོད་བརྩམས་སོང།

ཀྱི་ཕོ་བ་བཟང་པོ་ཅིག་སྟེར་དགོས་སོགས་ནང་མཐའི་ས་དགེ་བའི་གནས་ཁང་ཡོད་རིགས་ད་ལྟ་ཚོང་དཔོན་ཡོད་དགའ་བ་དེ་ད་བོད་ཀྱི་ཞིང་ཁང་འདྲ་པོ་ཅིག་བཤད་སར་བ་བོད་ཀྱི་སྐད་ཡིག་གཉིས་པོ་དེ་ཡོད་ས་ཅིག་ལ་བཤད་བ་ལེན་དགོས་མ་གཏོགས་སྐྱུར་པོ་དེ་མེད་ཚར་སོང་ན། རྒྱ་གར་གསང་སྤྲུལ་ལྟ་ཡི་སྐད་ཐང་ཅན་ནི་མེད་ཚར་སྲིད་དེ་མེད་ཚར་དུས་དེའི་ཐོག་ལ་ཡོད་དགའ་བའི་མདོ་རྒྱུད་མི་དམངས་ཡོངས་སུ་རྫོགས་པ་ཆ་ཚང་བ་དེ་ད་མི་འདུག་ད་ལྟའི་ཆ་ཚང་བ་ཡོད་ས་དེ་སུ་རེད་འདུག་བོད་ཀྱི་སྐད་ཡིག་གཉིས་པོ་གཅིག་པོ་ཁོ་ན་རེད་འདུག།

དྭངས་པའི་ཆོས་རིན་པོ་ཆེ། ཉན་ཐོས་ཀྱི་སྡེ་སྣོད་གསང་ཐིགས་པ་ཆེན་པོའི་སྡེ་སྣོད་གསང་གསང་སྔགས་པ་ཡི་སྡེ་སྣོད་གསང་མཚོ་མ་ལ་མ་ནོར་བ་ཡོད་དེ་འོ་ད་དེ་རེད། འོ་ད་དེ་ཡོད་ས་ཅིག་དུ་བཤད་དེ་འདྲའི་ཆེད་དུ་འཕྲད་སོང་ན་ད་ང་རང་ཚོ་གི་འཕོ་འདེབས་དེ་རྒྱུ་མཚན་འཕོ་བ་ལྟ་བུ་བླ་མེད་ཀྱི་བཙན་ཐབས་སོགས་ཀྱི་པར་ནས་དང་ཆོས་ཅོག་བརྒྱད་མཚུངས་པའི་ཆོས་ལྡན་གྱི་མི་ལུས་ལ་བཞར་དེའི་ལུས་སྟེང་དེ་ལས་མགོ་བཙུགས་པ་ནས་བཟུང་སྟེ་དེ་སྔའི་བན་ཆོས་མི་དགེ་སྐྱོན་ཚང་མའི་སྔ་བཤད་པའི་དགེ་རྒན་ཡིན་ན་ཡང། ལུས་སྟེང་དེ་ལས་རིམ་པ་བཞིན་དུ་རྒྱུ་དྭངས་པའི་ཆོས་དེ་ལ་བརྟེན་ཅེས་རྒྱལ་བའི་བཤེས་གཉེན་དེའི་བཀའ་དྲིན་ལ་བརྟེན་ནས་དེ་གཉིས་ཀྱི་མཚོ་བྱང་གི་འོག་ནས་ཁྱོད་ཐར་པ་ནས་ཐང་ཆེན་ཕྱིན་པའི་བར་དུ་ཡ་ཡ་ཡ་ཡ་འགྲོ། རབ་ན་ཚེ་ཐུབ་འདིའི་ཐུགས་ལ། འགྲན་ན་ཚེ་བརྟུན་གཉའ་ཡི་ཕྱི་མ་བར་དོ་ཚུན་ཆོད།

གང་བཀོད་ཀྱི་མེད་པར་བ། དེ་ལྟ་བུའི་ཆེད་དུ་འཁོར་དུ་མར་རྒྱུ། ཆོས་དང་མ་འཕྲད། ཆོས་དང་འཕྲད་མཁན་ར་ར་རེ་རེ་བྱང་ན་དེ་ལ་དད་པ་མེད་པ་དང་ལོག་ལྟ་ཤེས་པ་ལ་སོགས་པ་གི་བླ་མ་ཚད་ལྡན་དང་ཡང་མ་འཇལ། བླ་མ་ཚད་ལྡན་དང་ནི་འཇལ་རྒྱུ་ཡོད་ན་སྤྱི་པའི་ཁྱེད་རང་བསོད་ནམས་དང་དབང་ཐང་ལེགས་པ་ལ་སོགས་པ་གི་མི་ལྕོགས་ཙག་གི་ས་ནས་བླ་མ་དང་མ་འཕྲད་བླ་མ་ལ་དད་པ་ཉམས་དམ་ཚིག་ཉམས། དེའི་རྟོགས་ཀྱི་སྒོ་ནས་མ་སྐྱེས་ཀྱི་གནས་དེ་དམྱལ་བ་མ་ཡིན་པས་དམྱལ་བ་རྣམ་སྨིན་པའི་གནས་སུ་ལྟུང་བ་བྱེད་པའི་རྒྱུ་ཡི་གཙོ་བོ་འདྲ་བོ་དེ་བླ་མའི་དམ་ཚིག་ཉམས་པ་སྟེར་བར་གནས་སུ་བཏང་ནས་ཐ་དུས་མེད་པ་ལྟ་བུ་ལ་སོགས་པ་ཡིན་དུས་ཡར་འགྲོ་མར་འགྲོ་གང་ལ་ངེས་པ་མེད་པ་རེད། ད་ལྟ་རང་རེའི་ནང་ཀྱང་ང་རང་ཚོ་ནང་ཆོས་དྲུག་གི་ཞལ་འདོན་བྱེད་ཆོས་བྱེད་པར་གཙང་རྒྱལ་མི་ཕན་ཏེ་དད་པའི་འཁོར་དུ་བཅུག་དགོས་ཀྱི་རེད་དད་པ་དང་དམ་ཚིག་བྱེད་ཀྱི་འཁོར་དུ་བཅུག་དགོས། དད་པའི་འཁོར་དུ་བཅུག་པར་གཙང་རྒྱལ་མི་ཕན་ཏེ་སླུ་བ་མེད་པའི་དང་པོས་ཆོས་དང་དངོས་སུ་འཚེ་དགོས་རེད། དང་པོའི་ཆོས་ཆོས་ཟད་མི་ཏེ་རང་སེམས་སུ་བཅུག་དགོས་རེད་རང་དེ་སེམས་དེ་དང་པོའི་ཆོས་སུ་བག་བཅོལ་ནས་ཆོས་དང་སེམས་གཉིས་སེམས་རིག་བཅུག་དགོས་རེད་རང་སེམས་ཆོས་དང་མི་འདྲེས་ཆ་ནས་བཟང་དེ་ལ་ད་ཅི་མེད་གཙང་དང་མི་གཙང་གཙང་གི་ཕན་ཡོད་ནི་ཡོད་ཀྱི་རེད་དེ་ནང་སྐར་གྱི་རྒྱལ་བ་སྐྱེ་ས་ཆོག་གྱི་རེད་དེ་ད་ང་ཁ་ལག་ཡོད་ཀྱི་ངོ་མ་འགའ་ཕན་ཚུན་གྱི་དུང་སྒྲ་བཞང་གི་ནི་བཟང་རང་སེམས་ཆོས་དང་མི་འདྲེས་ཆ་ནས་ད་གང་མང་སྐལ་བཟང་རེད།

བསྡད་དགོས་རྒྱུ་རེད་དེ་ག་ཚོད་བསྡད་ལོང་ཡོད་མེད་ཤེས་གི་མ་རེད་མི་ལོ་བརྒྱད་ལྔ་བརྒྱ་དྲུག་བརྒྱ་ལ་ཁ་ཟ་རྒྱུ་རྒྱ་བསྐན་རྒྱུ་གི་མདོང་རྣལ་མ་ཡོད་བཞག་གི་མདོང་ས་སོང་ད་རུང་ཁོང་ནི་འདུག་ཅི་ཅོང་ཅོང་གི་སྟན་དུ་ཚད་མི་ཟེར་དེ་སྟོང་ཟད་ཞིག་མ་བཞག་སྟོང་རྫོགས་ཞིག་མ་བཞག་འགྲོ་དགོས་པའི་འགྲན་པོ་ཡིན་པ་ཐག་ཆོད་ཚར་དུས་དེ་ལ་འགྲོ་ཤི་ཆེ་སོང་ན་སྟོང་འདུག་ག་ཁྱེད་རྒྱུ་ཆེན་ཨོ་ཏེ་དེ་རེད་བསམ་དེ་གཉིས་ཀ་ལ།